རྒྱ་སྐྱེད་ལྷ་བསང་གཅིག་མཆོད་པས། ཡུ་རོབ་བཅའ་བཞུགས་བོད་རིགས་སྤུན་ཟླ་ཡོངས་དང་དམིགས་བསལ། ཧྥ་རན་སི་བཅའ་བཞུགས་བོད་རིགས་སྤུན་ཟླ་ཡོངས་དང་ནས་བོད་དོན་རྒྱབ་སྐྱོར་བ་ཡོངས་ལ། ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་སྐུ་ཁམས་བཟང་ཞུ་ཡ་ཡིན། ངའི་མིང་ལ་བསྟན་སྲིད་དཔོན་པ་ལབ་ཀྱི་ཡོད། ཅེས་དང། ང་དང་ད་ལྟ་ང་ཚོ་གྲོགས་པོ་གསུམ་གྱིས་ནས་ད་རེས་བརྙན་གྱི་ལམ་ནས་མ་གཏོགས་གསལ་བསྒྲགས་ཐུང་ཐུང་ཞིག་ཐུགས་སུ་ཞུ་གི་ཡོད། ཅེས་དང་གསལ་བསྒྲགས་ཞུ་དགོས་པའི་རྒྱུ་མཚན་གཙོ་བོ་རེ་ད་ག་རིང་སུ་ཞུ་བ་ཡིན་པ་ན། ནི་བོད་རྩ་དོན་དང་བོད་མི་རིགས་ཀྱི་ཆེད་དུ་བྱས་ནས་ནི། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་མོ་དེ་ད་ད་ནངས་རང་སོ་རང་དབང་གི་ངང་ཨན་ཐེངས་དྲུག་ཅུ་རེ་གཉིས་པ་དེ་འདུག་ཆ་ཡང་འགོར་ནི་དེ་དང་སྟབས་བསྟུན་ནས་ནི་ཧྥ་རན་སི་རྒྱལ་ས་པེ་རེ་སི་ནས་ནི། སྦེལ་ཇམ་གྱི་རྒྱལ་ས་སྦོར་སིལ་ཡུ་རོབ་གྲོས་ཚོགས་ཚོགས་གཙོའི་བདུན་བར་ཨ་ནེ་ཞི་ཡོལ་གོམ་བགྲོད་ཀྱིས་གཏུགས་ཅིང་སྒྲོལ་ཡ་གིས་ཆ་ཤས་ཆགས་ཀྱི་ཡོད་སོགས་དེ་འདྲ་ཅིག་ཞུ་ཡ་ཡིན་དོན་ཚོ་ཚང་མ་ད་མ་གུས་དྭང་བླངས་རང་གི་ཐོག་ནས་འདུག་སུ་འགྲོ་གི་ཡོད་ཨ་ནེ་དེ་གསུངས་ཙང་ཨ་ནེ་ད་ལྟ་ཞི་ཡོལ་གོམ་བགྲོད་འགྲོ་བའི་རིང་འདི་ལ་ཨོན་འགྲོ་སོང་འདྲ་བ་དོན་ཚོ་ཚང་མ་སུ་སུ་སུ་ད་འདའི་ཆ་ལ་རྒྱ་རང་གུས་ཕྱིར་འདུག་སུ་བཏང་གི་ཡོད་སོགས་དེ་འདྲ་ཅིག་ཞུ་ཡ་ཡིན་ནི་ཡིན་པ་ཡིན་ན་ད་ལས་འགུལ་དོན་ཚོ་གཞི་རྒྱ་ཆེ་བ་ཞིག་ད་སྤུས་དག་པོ་ཞིག་ཡག་པོ་ཞིག་ཡོང་ཐུབ་ཡ་ཆེད་དུ་བྱས་ན་ཡང་མི་མང་རྣམ་པ་ཚོ་མཐུན་འགྱུར་ཞལ་འདེབས་དེ་འདྲའི་གནང་བ་ཡིན་པས་ན་དེ་ལ་སྙིང་ཐག་པ་མཐོ་ཆེ་ནའང་འོ་དེ་འདྲའི་ཅིག་ཞུ་ཡ་ཡིན། དེ་འདྲའི་ཞལ་འདེབས་ཆུང་ཤ་རྒྱུག་དོན་ཚོ་ཆུང་གསུམ་རྩིས་ཁྲ་དོན་ཚོ་བྱས་ལ་མ་ཟད་དྲ་ཆ་ཚང་ཞིག་གཙང་མ་ཞིག་འདུག་སོང་བ་ཞུ་ཡ་གཅིག་དང། ལྷག་པར་དུ་ད་བྱས་ལ་དངུལ་འདྲ་པོ་དེ་འདྲ་དྲ་ལ་འཕྲིན་པ་ཞིག་ལྷག་དེ་འདྲའི་བྱས་པ་ཡོད་མེད་ན་ཆུད་ཟོས་སུ་མ་འགྲོ་བ་བྱས་ནས་དོན་ཚོ་མ་འོངས་པར་བོད་རྩ་དོན་དང་བོད་མི་རིགས་ལས་འགུལ་གྱི་ཆེད་དུ་བྱས་ནས་དེ་འདྲའི་ཅིག་ཐོག་ལ་བག་ཕུལ་ཡ་གི་དེ་འདྲའི་ཅིག་བག་ཕུལ་ཡ་ཡིན། བ་དེ་འདྲས་ཅིག་ཞུ་ཡ་ཡིན། ཨ་ནེ་ད་ལྟ་གྲོགས་པོ་ཕུན་ཚོགས་རྣམ་རྒྱལ་ལ་ད་ལྟ་དེ་སེ་ར་རྒྱང་ཟེར་ལ་ད་ལྟ་དུ་མཉམ་ཞུགས་བྱེད་ཐུབ་མ་སོང་ནི་ཡིན་པ་ཡིན་ནའི་ཁོ་རང་ད་ལྟ་དུ་སུ་ཕེ་ཡག་དུ་གདན་ཁེལ་བསྡད་ཀྱི་ཡོད། ཨ་ནེ་དུ་སུ་དོར་བྱས་ན་ད་ལྟ་ཁོ་རང་དུ་སུ་མ་སེ་ར་རྒྱང་ཟེར་ལ་དུ་སུ་མཉམ་ཞུགས་གནང་ཐུབ་ཡོད་མ་ད་ང་གཉིས་གཉིས་ཀྱི་ད་ལྟ་དུ་སུ་མ་སེ་ར་དུ་དུ་སུ་ཞུགས་ཀྱི་ཡོད་སོགས་དེ་འདྲས་ཅིག་ཞུ་ཡ་ཡིན། ཨ་ནེ་དེའི་སྒང་ལ་ད་ད་ལྟ་ངའི་གྲོགས་པོ་བསྟན་སྲིད་བཀྲ་ཤིས་ལགས་ནི་དེ་ནི་མ་སེ་ར།